ཡེ་ནས་དང། བྱང་ཆུབ་སེམས་དཔའ་དེ་སོ་སོའི་སེམས་པ་བཟང་པོ་བྱེད་དགོས་རེད་ཀུན་སློང་ཡག་པོ་འཁྱེར་བ་རེད་རང་ལས་གཞན་གཙོ་ཆེ་བ་བྱེད་དགོས་རེད་ལ་རྒྱ་རོམ་ཅེ་ཀ་ལོ་གསུང་གི་འདུག་དེ་དངོས་གནས་དྲང་གནས་རེད་ཤག་དེ་ཀ་ང་རང་ཚོས་ད་ག་ལ་གོ་རེད་འབད་བརྩོན་བྱེད་ཡག་འདུག་ཡེ་ནས་དམ་མེད་རྟོགས་པའི་ཤེས་རབ་ཅིག་སྐྱེ་དགོས་ལ་དུས་དམ་མེད་རྟོགས་པའི་ཤེས་རབ་ཅིག་ག་འདྲ་ཞིག་སྐྱེ་དགོས་ཡོད་ན་དེ་ཡག་པོ་ཞིབ་ཞིག་ཤེས་གི་མི་འདུག་དེ་དུས་ལ་ཨ་ནི་ལ་སྐུབ་ཅིག་འགྲེལ་བཤད་ཅིག་བསྐྱོན་རོགས་གནང་ཞུ་ཡིན་དེ་ཡང།

བཀའ་འདྲི་ཞུས་འདུག་ཨ་ནི་ལྟ་ཅིག་མང་པོ་ཅིག་གིས་ལམ་རྒྱང་སྟོང་ཉིད་དམ་ཡང་ལི་གཞུང་ནས་གསུངས་པའི་ལྟ་གྲུབ་ཀྱི་གོ་བ་དེ་གནང་གི་འདུག་རོ། དེ་གི་གོམ་ཡང་ལ་ཁྱུ་ནི་ལྟ་ཁྱུམ་ཕེང་མི་འདུག་ལ་ནི་འགྲིག་གི་མ་རེད་བ་ལྟ་ཡིན་ནའི། ག་འདྲས་གོམ་བུ་རེ་ཟད་དེ་ལ་ཁྱུ་ནི་སླེབས་མ་ཐུབ་ནས་ལོ་ག་ཕྱེད་གཅིག་འགོར་སོང། ཨ་ནི་དེ་ནས་ག་ལེ་ག་ལེ་བྱས་ཨ་ནི་སོ་སོའི་གཞུང་ལ་ཐོས་བསམ་བྱས་ཨ་ནི་གཙོ་བོ་ཆེ་ཤོས་དེ་ཨ་ནི་རྒན་ལགས་གཅིག་གིས་འཕྲད་པ་རེད།

བསྟན་འཛིན་ཆོས་དབྱངས་ལ་ནི་ག་འདྲའི་ཆར་དེ་ཡོད་རེད། ད་ཨ་ཅག་ལགས་ཀྱི་མཚན་ལ་ག་རེ་ཞུ་གི་ཡིན་ན་ཨ་ཅག་གི་མཚན་གྲོ་མ་ཡིན་པ་ཡིན་ན། ཨ་ཅག་རང་གི་བློ་ལ་གྲོ་མ་ཟེར་དེ་ག་འདྲའི་ཆར་གི་འདུག་ཡག་པོ་ཞིག་བསམ་དང། ཅིག་ཅིག་དེ་ཡོད་རོགས་ག་རེ་ས། ད་ཞལ་མགོ་དང་ཤུགས་རྐྱེན་དང་དེ་འདྲ་མ་འགྲོ་བའི་ཐོག་ནས་སོ་སོ་གི་སེམས་ལ། ཨ་ཅག་གྲོ་མ་ལ་དུས་ག་འདྲའི་ཆར་གི་འདུག་ཡག་པོ་ཞིག་བསམ་དང། ཨ་ནི་དེ་ནས་སོ་སོ་གི་ང་གོ་བ་འདུག་ཅིག་བཙལ་ཡོང་རོགས། བཙལ་ནས་མཐར་མཛུ་གུ་བཙུགས་ས་ཅིག་རག་གི་འདུག་རག་གི་མི་འདུག་ད་དེ་བཙལ་བའི་གནས་ཚུལ་ངོ་མ་དེ་དང། སོ་སོ་གི་བློ་ལ་ཆ་འཇོག་གནས་བུ་དེ་མཚུངས་ཀི་འདུག་མཚུངས་ཀི་མི་འདུག་ཡག་པོ་གཟིགས་དགོས་དགོས་ཟེར། བློ་ལ་འཆར་ཚུལ་འཇོག་ར་ང་ཚོ་བློ་ལ་འཆར་ཚུལ་གི་དག་ཅིག་ང་ལ་ཡོད་དེ། བློ་ལ་འཆར་ཚུལ་གི་ང་དང་པོ་བློ་ལ་འཆར་ཚུལ་གི་ང་དེ་ངོས་བཟུང་མ་བཏང་བ་ཡིན་པ་ཡིན་ན།

སུ་ཡིན་དུས་ཙམ་པ། བློ་ལ་འཆར་ཚུལ་གྱིས་བདག་དེ་ཡག་པོ་ཞིག་ངོས་བཟུང་ཐོག་ད་ཐེ་ཇེ་པེ་ཏེ་གཞུང་གི་ད་སློབ་གཉེར་སྟེ་ཟེར་ཏེ་འགྲོ་དགོས་ཀྱི་ཡོད་ཀྱི་རེད། གཞུང་ནས་གསུངས་པའི་ཨེ་ནི་དགག་བྱ་ངོས་འཛིན་བྱས། ཨེ་རང་གི་བློ་ལ་འཆར་ཚུལ་གཉིས་པོ་དེ་ཡག་པོ་ར་སྤྲོད་ཐུབ་པ་བྱས། ཨེ་འདི་ར་སྤྲོད་ཐུབ་པའི་ཐད་ནས། ད་གནས་ཚུལ་ངོ་མ་ག་རེ་རེད་དོ་ཟེར་མ་བསམ་དང།

རྣམ་ཤེས་དེ་ལ་ད་ནམ་པའི་གཞུང་ནས་བཤད་ཡོད་དུས་ཚང་མ་རྣམ་ཤེས་རགས་པ་དང་རྣམ་ཤེས་ཕྲ་མོས་ཀྱི་རྣམ་གཞག་ཡོད་རེད། ད་ནམ་རྒྱུན་ང་ཚོ་ཕྱིར་འགྲོ་དུས་ཚང་མ་རྣམ་ཤེས་འགག་གི་རེད་ཟེར་ནས་སྐད་ཆ་བྱེད་ཡོད་རེད་དེ་ག་ཟེར་ན། ཁོ་དབང་པོ་ལྔ་ལ་བརྟེན་པའི་རྣམ་ཤེས་བྱེད་ཡོད་རེད་བ། དེ་རྣམ་ཤེས་རགས་པ་རེད་རགས་པ། ད་རྣམ་ཤེས་རགས་པ་དེ་ང་ཚོ་འབྱུང་བ་ཐིམ་འགྲོ་དུས་ཚང་མ་ང་ཚོ་ཤི་འགྲོ་དུས་འབྱུང་བ་ཐིམ་འགྲོ་གི་རེད་འབྱུང་བ་ཐིམ་འགྲོ་དུས་འབྱུང་བ་ལ་བརྟེན་པའི་གི་ཨ་ནི་རྣམ་ཤེས་དེ་གས་འགག་འགྲོ་གི་རེད། ད་ཡིན་ན་སྐྱེ་བ་སྔ་ཕྱི་བ་རྒྱུན་ནས་འགྲོ་གི་རེད་ཟེར་ན་བདག་གི་རྒྱུན། ད་བདག་གི་བདག་གི་རྒྱུན་ཟེར། ད་ད་ལྟ་དེ་བདག་ཡོད་མ་རེད་ཟེར་ཏེ་བདག་ཡོད་རེད་ཟེར་དེ་གཉིས་ཁྱད་པར་ཆེ་པོ་ངོས་ཟེར་རེད། བདག་ཡོད་མ་རེད་ཟེར་ཏེ་ག་རྗེས་བདག་ཡོད་མ་རེད་གསུངས་ཡིན་གྱི། ད་ད་བདག་སྐྱེ་བ་ཕྱི་མ་འགྲོ་གི་རེད་སྐྱེ་བ་སྔ་མ་ནས་འདིར་ཡོང་འདི་ནས་ཕྱི་མ་འགྲོ་ཟེར་ཏེ་ཐ་སྙད་པའི་ངག། ཐ་སྙད་པའི་བདག། ཨ་ཅག་ལ་མཁྱེན་སོང། ཨ་ནི། ཐ་སྙད་པའི་གི་དག་དང་དགག་བྱའི་གི་དག་གཉིས་པོ་དེ་ཕལ་ཆེར་ཁྱད་པར་ཆེ་གོ་རེད་བསམ་གི་འདུག་ད་ང་ཚོ་རྣམས་ཀུན་གཞུང་རྣམས་ལ་དག་མེད་དག་མེད་དག་མེད་ཤུགས་ཆེན་པོ་ཆེ་སླེབས་ཡོང་དུས་བརྩམས་པ་དེ་དག་མེད་སོང་སྟེ་དགག་བྱའི་གི་དག་བྱས། ཨ་ནི། ཐ་སྙད་པའི་དག་ང་ཚོ་སྐྱེ་བ་འདི་ནས་སྔ་མ་ནས་འདི་ལ་ཡོང་འདི་ནས་ཕྱི་མར་འགྲོ་ཟེར་དེ་ཨེ་ཐ་སྙད་པའི་གི་དག།

ཨོ་དི། བོད་ལ་རང་དབང་ཡོད་མ་རེད་སྐམ་པོར་མི་རེད་ཞེས་བརྗད་ཡ་ཡོད་མ་རེད་ང་རང་ཚོ་བདེ་རང་དབང་ཚང་མ་ཡོད་རེད་སྐམ་པོར་མི་ཞེས་བརྗོད་ཡོད་རེད་གསུངས་ཐོས་ཡོད་རེད་འདི་ང་རང་ཚོ་ཚང་མས་གིར་བ། ང་ཚོ་རྣམས་ཀྱི་སྐལ་བ་ཀུན་ཏུ་ཡང་དར་བླ་མ་དང་གསུང་ཡའི་ཚིག་འདི་བསམ་བློ་བཏང་ནས་ད་ལྟ་ནུ་བོ་ཡོད་པའི་སྐབས་ལ་ནི་ཆུ་ཚོད་དུ་མ་བཏང་པ་བྱས། ཉི་མ་གཅིག་མེད་པའི་སྐབས་ལ་དེ་ནས་ཨ་ཁ་ལབ་ན་ནི་ང་ཚོ་འཆི་ཁྲ་བ་རེད། ངས་ག་རེ་བྱས་ནས་ཞུ་དགོས་རེད་ཟེར་ན། མཚམས་མཚམས་ལ། སོ་སོའི་གི་དོན་དག་འདི་མ་འགྲུབ་དུས། དེ་ནི་སྐྱ་འབུར་རིན་པོ་ཆེས་བསྒྲིགས་མ་སོང་འདུག་ལ་གསུང་མཁན་དེ་འདྲ་རེ་ཟུང་ཡོང་དུས་འོ་རེད་བ། འོ་འདི། ཡོང་གི་རེད་འདི་ང་རང་ཚོའི་ངོས་ནས་བསམ་བློ་འདི་འདྲའི་སྐད་ཅིག་ཙམ་ཡང་མི་གལ་བ་འདི། འདི་ཡིན་གཅིག་མིན་གཅིག་དགོངས་པ་བཞེས་ན་གཅིག་དེ་རེད་གཉིས་པ་འདི་ལ། སྙེ་མ་སྐྱ་འབུར་རིན་པོ་ཆེས་གི། ད་འདི་ཏག་ཏག་སྒྲིག་གི་ཡོད་ནི་མེད་ན་ནི། སྙེ་མ། དོལ་རྒྱལ་ལ་ངས་འདི་སྙིང་རྗེའི་ཡུལ་དུ་བཞག་གི་འོག་ཏུ་སོན་ནི་བཀའ་སློབ་ཅིག་གནང་ཡོད་རེད།

ཡིན་ན་ཡང་ད་ཡོད་རེད་ག་རེ་ཟེར་ན། ཆ་ཤས་ལ་བརྟེན་ནས་ཡོད་རེད་ཞུ་ཡ་ཡིན། ཟེར་ཡ་མེད་བཤད་དེ་ག་རེ་ཟེར་ན། དོག་དོག་རིག་རིག་ཅི་ཡང་གནང་རྒྱུ་དེ་མེད་རེད་ཞུ་ཡ་ཡིན། ད་ཁྱེད་རང་གི་བསམ་པ་ལ་བདག་མེད་བཟོ་དུས་འོ་དེ་འདྲས་གཏོང་གི་ཡོད་ས་རེད་བསམ་གྱི་འདུག། ཨ་ནི་གལ་གུད་མེད་རེད་ད་ཤེས་ས་ནི་གལ་གུད་མེད་རེད་ད་མེད་རེད་ད་ང་ཚོ་ཁ་ཤས་ལེགས་འདུག་ཆོས་བྱས་མ་བྱས་བདག་ནི་མི་འདུག་ཨ་ནི་ཤེས་ས་ནི་གལ་གུད་མི་འདུག་ད་ག་ཅིག་ཆོས་བྱས་ནས་ཟིག་འདུག་དེ་མ་རེད་ཞུ་ཡ་ཡིན། ང་རང་བྱེའུ་གཅིག་ཡོད་བློ་ལ་སྣང་རྒྱོ་དེ་མེད་རེད་ད་ནུ་ཡོ་ཡི་ནི་པེ་ཙིག་པུ་སེར་པོ་བྱེའུ་གཅིག་ང་ཚོ་ཡ་ནུ་ཡོ་སི་ཨ་མ་བྱེའུ་ཁྲ་ཁྲ་སིང་སིང་དེ་བསམ་བློ་ཡག་པོ་ཅིག་བཏང་ཡིན་ན་ཁྱེད་རང་སྣང་རྒྱོ་དེ་ཡོད་མ་རེད་ད་ག་འདྲས་ཅིག་ཡོད་རེད་ཟེར་ན་ད་དུས་ཆུང་ཆུང་ལི་ཡ་སྟེང་ནས་ཁྲ་ཁྲ་སིག་སིག་བཟོས་རྒྱོ་དེ།

ངའི་དྲི་བ་གཉིས་བྱེད་དུ། དེ་རྗེས་ཆོས་ལགས་ཀྱིས་མི་དག་དུ་མར་སྟོང་བདག་མེད་དེ་སྐྱེ་བོ་གསུམ་ལ་སྦྱར་སྦྱར་ཡས་ཡོད་རེད་ཅིག་གསུངས་གནང་སོང། དེ་སྐྱེ་བོ་གསུམ་ལ་སྦྱར་སྦྱར་སྟངས་དེ་ག་འདྲ་སྦྱར་དགོས་ཀྱི་ཡོད་ན་ཨ་ནི་སྦྱར་དགོས་པའི་རྒྱུ་མཚན་ག་འདྲ་ཞིག་ཡིན་ནང་ཅིག་ཞུ་བ་དང། ཨ་ནི་དྲི་བ་གཉིས་པ་དེ་རྟེན་འབྱུང་རིམ་པ་གསུམ་རྒྱུ་འབྲས་རྟེན་འབྱུང་དང་གཏན་མི་དག་པའི་རྟེན་འབྱུང་དང་ཆ་ཤས་རྟེན་འབྱུང་དེ་ཚོ་གསུམ་ཤེས་པ་ཡིན་ན་མི་དག་པ་དགོ་མེད་ལ་ཕན་ཐོགས་ཡོད་རེད་དེ་འདྲ་ཅིག་གསུངས་སོང།

སྐྱེས་བུ་ཆུང་ངུ་ཡི་བསམ་བློ་ཟེར་ན་ག་ལ་ཡོད་ན་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ། ད་འཇིག་རྟེན་ཕྱི་མ་དོན་གཉེར་ཟེར་ན་སྐྱེ་བ་ཕྱི་མ་སྟེ་ངས་སྐྱེ་བ་ད་ལྟ་འདིར་ད་ཁབ་ཏུ་བྱུང་མ་སོང། སྐྱེ་བ་ཕྱི་མ་སྟེ་ངས་གཏེར་མ་ལྟོས་ཨ་ཟེར་བྱོས་ར། དེ་དེ་མི་ནི་རིན་པོ་ཆེ་ཐོབ་པ་བྱས་ཨེ་ནི། དངོས་ནས་དམ་པའི་ཆོས་ཡག་པོ་མཇལ་ཨེ་ནི་པས་སངས་རྒྱས་མ་ཐོབ་ནས་ལམ་ཐོབ་པ་བྱེད་ཀྱི་ཡིན་ཟེར་གྱི་དགོངས་པ་བཞེས་བྱོས་ར། འོ་དེ་ཨེ་ནི་འཇིག་རྟེན་ཕྱི་མ་དོན་གཉེར་གྱི་བློ་ཡིན་འདི་བསམ་པ་དེ་འདྲའི་གི་བློ་དེ་ཨེ་ནི་སྡུག་བསྔལ་བསམ་པའི་ཐོག་ནས

ལྟ་ཉེས་སྐྱེ་རྒ་ན་འཆི་གི་སྡུག་བསྔལ་ནི་རེ་བའི་འཁོར་འདས་མགྱོགས་ཀྱི་བསམ་སྟངས་དེའི་རྒྱུ་དང་རྐྱེན་ལ་བརྟེན་ནས་བསམ་སྟངས་ཡིན་ཏེ་བསམ་པ་ལྟ་ཅིག་བྱུང་མི་འདུག་ཨ་བསམ་ཡ་བྱི་རུ་བ། སྐྱེ་བ་སྔ་མ་དེ་གི་དེ་ལྟ་བྱེད་སྟངས་འགྲིག་མི་འདུག་བསམ་ཡ་བྱི་རུ་བ། སྐྱེ་བ་ཕྱི་མ་དེ་ལྟ་སྐྱེ་བ་སྔ་མ་དེ་གི་གར་བྱས་ནས་ང་ཚོ་ལུས་རྦད་དེ་ལུས་ཉམ་ཆུང་བ། དེ་ག་མི་འདོད་པའི་རྐྱེན་མང་བོ། ཆོས་བྱེད་ལ་མི་འདོད་པའི་རྐྱེན་མང་བོ། ཨེ་མི་སོ་སོའི་གི་ལུས་པོའི་ཆ་ནས་ལུས་ཉམ་ཆུང་བ།

ད་སྟོང་ད་མེད་ས། ཅིག་ཁ་ཁ་ཞག་ཉེས་དང་མ་ཞག་ཉེས་གཉིས་བྱས། ད་གང་ཡིན་ན་མེད་ན། ད་སྟོང་ད་མེད་ལ་བསམ་བཏང་ཡོད་དུས་བྱམས་པ། ཨ་མས། སྐྱེས་བུ་ཆེན་པོའི་གི་ལམ་གི་རིམ་པ་ལ་ལྟ། སྐྱེས་བུ་ཆམ་པོའི་ཆེན་པོའི་ལམ་གི་རིམ་པ་ལ་དུས་བྱམས་པ་ང་ཚོ། སེམས་ཅན་ཐམས་ཅད་ཀྱི་ཨེ་ནི་དོན་དུ་ཨེ་ནི་སངས་རྒྱས་ཀྱི་གོ་འཕང་ཨེ་ནི་ཅི་ནས་ཀྱང་ཨེ་ནི་ཐོབ་པར་བྱེད་ཀྱི་ཡིན་བསམ་པའི་བསམ་བློ་དེར་བ། ད་བསམ་བློ་དེ།

བསྟན་འགྱུར་བའི་གཞུང་ནས་བཤད་པའི་ཨ་ནི་བསྟན་ནས་བཏགས་པའི་བསྟན་འབྱུང་ཟེར་ཏེ། སྟབས་གཅིག་གདགས་གཞི་ལ་བརྟེན་ནས་ཕར་བཏགས་ཙམ་ཡིན་པ་ཅིག། དེ་ཡིན་དུས་བརྩམས་པ། ད་གདགས་གཞི་ལ་བརྟེན་ནས་རག་ལས་པ་དེ་ཤེས་ཡིན་དུས་བརྩམས་པ། དེ་གཞན་ལ་ཁ་སྤོ་བ་ཡིན་ན། ཆོས་ཅན་གཞན་ལ་ཁ་སྤོ་བ་ཡིན་ན། ད་ཆོས་ཅན་གཞན་དང་གཞན་ཡང་ད་ག་ནང་བཞིན། ད་ག་ནང་བཞིན་ཅེས་བསམ་ལྟ་འདི་བརྩམས་པ་ཨ་ནི་བདག་གཞན་མཉམ་འབད་ཀྱི་བློ་དེ། ད་ད་དང་དཔེ་ད་ང་ཟེར་མཁན་དེ་ཞུ་བོད་ཅིག་ངར་དེ་མ་གཏོགས་ད་དོན་ལ་དཔེ་མཛུ་གུ་བཙུགས་ས་ཁྱོད་ནི་མེད་དོན་གྱོད་ཅིག་བློ་ལ་འཆར་ཡོད་འདུག་བསམ་པ་ཨ་ད། སེམས་ཅན་གཞན་ཟེར་ན་དབྱེ་བ་ཕྱེ་ཡ་མེད་དེ་བ་ཅིག་རྟེན་འབྱུང་གི་བསམ་བློའི་ཐོག་ནས་འདི་འདུག་བསམ་པ་ཨ་ནི་ཅིག་ད་གཞན་གྱི་ཆེད་དུ་ཨ་ནི་ད་གཞན་ཕྱོགས་རིས་ལ་གོ་ར་ཕྱོགས་རིས་ཀྱི་བསམ་བློ་དེ་བག་བླག་འགྲོ། དང་གཞན་ཕྱོགས་རིས་ཀྱི་བསམ་བློ་ལ་ཡིན་དུས་བསམ་པ། ད་བཏང་སྙོམས། ང་ཚོ་ཨིན་ཇི་ནས་ཤོད་པ་ནི Econometry ལགས་ཀྱིས་དོ། དེ་བཏང་སྙོམས་ཀྱི་བློ་དེ་སྐྱེ། བཏང་སྙོགས་བློ་དེ་ནི་ཨེ་ནི། ང་ཚོ་འདི་གར་ས། སྐྱིད་པོ་ཆེན་པོའི་གི་ལམ་གྱི་རིང་བ་ལ་ཨེ་ནི་ཕར་བློ་བྱང་ཡོང་ཡང་དེ་འདྲས་ཀྱིས་ཨེ་ནི་ཕན་ཐོགས་ཤུགས་ཆེན་པོ་ཡོང་གི་ཡོད་ས་རེད། དེ་ཞོས་ཡིན། དེ་གཅིག་བྱས། དྲི་བ་གཉིས་པ་དེ་གི་དྲི་བ་གཉིས་པ་ཨ་ཅག་དེ་སོང་སོང་གར་ས། ཨ་ལས་རྟེན་འབྲེལ་གསུམ་གྱི་རྣམ་བཤད་ར། ད་དེ་དེང་གི་འདི་རེ་ཉན། མི་རྟག་པ་དེ་གོམས་པ་ཡིན་ན། རྟེན་འབྲེལ་གསུམ་ལ་གོ་བ་སྐྱེས་ལ་ཕན་ཐོག་གི་རེད་དེ་ཞུས་པ་ཡིན། མི་རྟག་པ་ལ་བློ་སྦྱངས་པ་ཡིན་ན། ད་དེ་གོ་བ་སྐྱེས་སྟངས་ག་འདྲས་རེད་ཟེར་ན། མི་རྟག་པ་ལ་བསམ་བློ་ཡག་པོ་བཏང་པ་ཡིན་ན། དེང་གི་འགྱུར་བ་ལ་ཞུས་ཡིན་པ་འགྱུར་བ། འགྱུར་བ་ག་འདྲས་ཐེབས་ཀྱི་འདུག་ཟེར་ན་རྒྱུ་དང་རྐྱེན་ལ་ལྟོས། རྒྱུ་དང་རྐྱེན། རྒྱུ་དང་རྐྱེན་ལ་ལྟོས་ཡོང་དུས་བསམ་པ། ཨ་ལས་རྒྱུ་འདིའི་སྟོབས་ཀྱིས་འགྱུར་བ་འདི་འགྲོ་གི་འདུག་ཟེར་ན་རྒྱུ་འབྲས་རྟེན་འབྲེལ་རེད་བ།

ལྟ་ཉན་ཅོག་ཙེའི་ལ་རྒྱུ་ཙམ་པ་ཁོ་བྱ་བ་བྱེད་ངེས་དེ་ཆ་ཤས་མང་པོ་ཆེ་ལ་ཡང་ལྟོས་ནས་འགྲོ་བསྡད་པ། དེ་ལས་གཞན་ང་རང་ཚོའི་གཟུགས་པོ་རེད་ཤེས་པ་རེད་རྣམ་ཤེས་རེད་ག་རེ་ཡིན་པ་ཡིན་ན་བས་ཆ་ཤས་མང་པོ་ཆེ་ལ། ད་ཤེས་པས་ར་བ་ཆ་ཤས་ན་སྐད་ཅིག་ངག་གཅིག་གིས་ཚོགས་མང་པོ་ཆེ་ལ་ཡང་བསྡུས་ནས། དེ་ལ་ཡང་བསམ་དང་འདོད་ཙམ་པ་ཨ་ནི་ཆ་ཤས་རྟེན་འབྲེལ་བྱས། ད་ཆ་ཤས་རྟེན་འབྲེལ་དེ་ཡང་ཕ་ཡི་ཞི་མོ་བར་བཙལ་འགྲོ་བསྡད་ཙམ་པ་ཨ་ནི་མིང་རྐྱང་བཏགས་ཡོད་ཙམ་ལ་ར་ལས་པ། རྫུན་གོ་ཡག་པོ་བཙུགས་འགྲོ་བསྡད་ཙམ་པ་བས་དག་གཞི་ལ་བརྟེན་ནས་བཏགས་ཙམ་མ་གཏོགས། དེའི།

ལྷན་ནེ་ཡོན། སེར་སྐྱའི་ནང་པའི་ཆོས་ཚོགས་ཀྱི་དཔའ་རིས་རིན་པོ་ཆེ་གཙོས་པའི་བླ་སྒྲོལ་དགེ་བའི་བཤེས་གཉེན་རྣམ་པ་དང་མི་སྣའི་རྣམ་པ་ལྷན་རྒྱས་ཚང་མས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་ཡིན། དེ་ནས་ཐོག་མར་དེ་ལ་ད་སྟོན་པའི་ཆོས་འཁོར་བསྐོར་བ་ནང་བཞིན་མིང་ཡོངས་ལ་དེ་རིང་ད་ད་ཨ་ནེ་དགེ་བཤེས་མ་གིས་ཆོས་འཁོར་ཐོག་མ་བསྐོར་བ་དང་ང་རང་ཡང་ཞུས་བ་ཐོག་མ་ཐོག་མ་ཐོག་མ་ཆ་བཞག

དག་ཆོས་ཅན་ངེས་པ་ཕྱི་དེ་ཕྱི་དེ་ཟེར་ན། ལྟ་ཅིག་དེ་གི་དྲི་བ་དེ་ཡང་ནས་ཡང་དུ་སོ་སོ་གི་སེམས་ལ་བསྐོར་ནས། ལྟ་ཅིག་ནས་ངེས་པ་ཕྱི་དེ་ངེས་པ་ཕྱི་དེ་ནམ་ཕྱི་ངེས་པ་མེད་པ་དེ་གསུམ་བརྗོད་རོགས། ལྟ་གསུམ་པོ་དེ། ཨ་ནས་སོ་སོ་གི་རྒྱུད་ལ་ཚུར་བསྐོར། ཨེ་དེ་གི་ལན་དེ། ཨ་ནས་དཔེ་གི་ཐོག་ནས་ཇི་ལྟར་ང་ཚོའི་གཞུང་ནང་ལོ་ལ་ལྟ་མདོ་སྡེ་པའི་གཞུང་ཞིག་དེ་དཔེ་སྟོན་པ་ཟེར་ནས་ལ་གསང་ཚིག་བྱེད་ཀ་རེད་ཨེ་ནས་དཔེ་སྟོན་པ་ཟེར་ན་གང་ཟག་འགའ་ཞིག་ལ་དཔེ་གི་ཐོག་ནས་ཨེ་ནས་དཔེ་རྟགས་བཀོལ་བ་ལས་ཡང་དཔེ་མང་པོ་བལྟས་ནས་ར་སྤྲད་པ་ཡིན་ཨང་སེམས་ལ་ཕན་པ། ཨང་དེ་འདྲས་ཡོད་པས་ཁྱེད་ཤེས་འདོད་བསམ་པ་ངས་དང་གི་ཞུ་བས་དེ་ལྟར་དཔེ་དཔེ་མང་པོ་བསམ་གདའ་ནས། ད་སོ་སོ་ངེས་པར་ཕྱིས་གོ་བས་དེ་ནི་དཔེ་འདི་རེད་ཤག་དཔེ་འདི་རེད་ཤག་དཔེ་འདི་རེད་ཤག་ཟེར་ནས་དཔེ་མཚོན་གྱི་ཐོག་ནས་ང་ཚོ་གིས་སྤྱི་དང་གི། ལྟར་ནུབ་བྱ་བའི་ཚན་རིག་པའི་སྐད་བཤད་པ་ཡིན་ན། ང་ཚོ་གི། མིག་གི་ཤེས་པ་བརྗོད་རོགས་ཨ་ང་ཚོ་དབང་ཤེས་ཀྱི་ནང་ནས་མིག་གི་ཤེས་པ་དེ་གི་ཨ་ནི་ཅིག་ཤུགས་རྐྱེན་དེ། ཀུན་སྤྱོད་ལ་ཤུགས་རྐྱེན་ཐེབས་ཡ་དེ་ཤུགས་ཆེ་བ། ཡོད་པ་ཅིག་གི་སྣང་བ་ཞིག་འོང་གི་འདུག་དེའི་འགྲེལ་ཚང་པ་སོ་སོས་མཐོང་བདེན་འགྱུར་དུ་བཟོ། དཔེ་མཚོན་ལ་བཀོད་ཐུབ་པ་ཡིན་ན། གཅིག་གིས་མི་དག་པ་བསམ་བཏང་ཡང་ལ། འདི་ཕན་ཐོགས་ཐིག་ཆེ་བ་རབ་ཅིག་འདུག་བསམ་གྱི་འདུག་ད་ལྟ་ཆོས་ཕྱོགས་ཀྱི་དེ་བླ་མ་རིན་པོ་ཆེན་གྱི་དགོངས་ཚུལ་གསུངས་སོང་དེ་ཡང། སྙིང་ཐག་པ་ནས་ཐུགས་ཆེ་ཞུ་ཡ་ཡིན།